བོད་ཀྱི་བང་ཆེན་གྱི་གྲྭ་ཁམས་སེང་གེའི་ལྷན་རྒྱས་སྐོང་སྐབས་བསང་ཤམ་ལ་གུས་མོས་ཁྱེད་རྣམ་པའི་སྙན་ལམ་དུ་བོད་ཀྱི་བང་ཆེན་གསར་ཤོག་སྤྱིའི་དོན་ཐེངས་གཅིག་སྟོང་གྱ་མེད་ཉི་ཤུ་རྩ་བརྒྱད་པའི་ཆེད་བརྗོད་སྙན་སྒྲོན་ཞུ་རྒྱུ་ཡིན། འདི་ཡང་བོད་རྩ་མེད་གཏོང་བའི་སྲིད་བྱུས་རེད། ཉེ་ཆར་བོད་ནང་དུ་རྒྱ་དམར་གཞུང་གིས་བོད་རྩ་མེད་གཏོང་ཆེད་དམིགས་བསལ་ལག་བསྟར་བྱས་པའི་རྫ་དྲག་གི་གནས་ཚུལ་གཉིས་བྱུང་ཡོད་པ་དང། དང་པོ་མ་འོངས་པར་མཐོ་སློབ་ཁག་གི་ཚུད་རྒྱུགས་ནང་བོད་ཡིག་མེད་པ་བཟོས་ཡོད་པས། བོད་ནང་གི་དྲ་ལམ་ཁག་ཏུ་ལྷག་བསམ་ཅན་གྱི་ན་གཞོན་མང་པོ་ཞིག་གིས་སོ་སོས་དོང་པ་བསྟན་ནས་དེ་ལ་མི་འདོད་པའི་རྣམ་འགྱུར་བསྟན་འདུག། མཐོ་སློབ་ཀྱི་ཚུད་རྒྱུགས་ནང་བོད་ཡིག་མེད་པ་བཟོ་དགོས་དོན་ནི། མ་འོངས་པར་བོད་ཡིག་ལ་དམིགས་བསལ་རིན་ཐང་ཆུང་དུ་གཏོང་ཐབས་ཤིག་ཡིན་པ་དང། རིམ་པས་བོད་ཡིག་དེ་བོད་པའི་སྤྱི་ཚོགས་སུའང་བེད་སྤྱོད་གང་ཡང་མེད་པ་ཞིག་ཏུ་འགྱུར་ཆེད་ཁོ་ནར་དམིགས་ཡོད། བོད་ལ་མཚོན་ན་ཆོས་དང་རིག་གནས། ཡ་རབས་གོམས་གཤིས་སོགས་བོད་མི་རིགས་ཀྱི་ངོ་བོ་མཚོན་པའི་རིག་གནས་ཚང་མ་བོད་ཡིག་ནང་ཡོད་པས། བོད་ཡིག་བེད་སྤྱོད་མེད་པར་འགྱུར་ཟིན་པའི་རྗེས་སུ། བོད་མི་རིགས་ལ་དམིགས་བསལ་གང་ཡང་མེད་པར། རྒྱ་མི་རིགས་ཀྱི་ངོ་བོར་འགྱུར་རྒྱུ་ཁོ་ན་ལས་ལྷག་མེད། གཉིས་པ་མདོ་སྨད་བྲག་དཀར་ཐེལ་རྫོང་ནས་ཡིན་པ་དྲ་ཐོག་ཚོང་དཔོན་ཆེན་མོ་ཨ་ཀ་གྱེར་ལེགས་སོགས་སྤྱི་ཚོགས་ནང་ཤུགས་རྐྱེན་ཆེ་བའི་ན་གཞོན་ཚོང་ལས་པ་ཁག་ཅིག་འཛིན་བཟུང་བྱས་འདུག་གནད་དོན་དེ་ཡི་ཐོག་ནས་བོད་ཕྱི་ནང་གཉིས་སུ་འགྲེལ་བརྗོད་དང་ལྟ་ཚུལ་ཡིན་ལ་མིན་ལ་སྣ་ཚོགས་ཤིག་ཡོང་གི་འདུག་ཀྱང། དོན་དངོས་སུ་འདས་པའི་ལོ་བཅུ་ཙམ་གྱི་སྔོན་ལ་བོད་པའི་སྤྱི་ཚོགས་སུ་དཔལ་འབྱོར་གྱི་ཐོག་ནས་ནུས་པ་ཆེ་ཤོས་རྒྱ་ནག་ཏུ་ཕེབས་ཀྱིན་གྱི་བླ་མ་རྣམས་ཡིན་ནའང། བོད་མི་ཁ་ཤས་ཀྱིས་ག་ལ་ཟེར་བ་སོགས་ཁ་རྡུང་མང་པོ་བཏང་ཡང། དོན་དུ་བོད་པའི་སྤྱི་ཚོགས་སུ་དཔལ་འབྱོར་དང་རིག་གནས་སོགས་ཕན་ཐོགས་ཆེན་པོ་བྱུང་ཡོད་པས། རྒྱ་གཞུང་གིས་བོད་ཀྱི་བླ་མ་རྣམས་རྒྱ་ནག་ཏུ་ཕེབས་ནས་ལས་དོན་སྒྲུབ་པར་གལ་འགེལ་བཟོས་པའི་ད་ལྟའི་ཆར་སྔོན་མ་དང་བསྡུར་ན་ནུས་ཤུགས་ཧ་ཅང་ཞན་དུ་སོང་འདུག་དེའི་རྗེས་སུ་ཨ་ཀ་གྱེར་ལེགས་སོགས་དྲ་ཐོག་གི་ཚོང་ལས་གཉེར་མཁན་དག་བོད་པའི་དཔལ་འབྱོར་གྱི་སྣེ་ཁྲིད་པར་ལྟ་བུ་གྱུར་ཡོད། ཁོང་དང་ཁོང་ལྟ་བུ་དག་འཛིན་བཟུང་བཙོན་འཇུག་བྱས་པ་དེས་བོད་པའི་སྤྱི་ཚོགས་ནང་དཔལ་འབྱོར་གྱི་ཐོག་ནས་ཤུགས་རྐྱེན་ཆེ་བའི་ན་གཞོན་མང་པོ་ཞིག་ཐོན་མི་ཐུབ་པའི་ཆེད་དུ་ཡིན་པས། དེ་རིང་བཀའ་ཉན་འཕྲད་ས་ཨ་ཀ་གྱེར་ལས་སོགས་ཡིན་ནའང། སང་ཉིན་ན་གཞོན་དེ་ལས་མང་བ་ཞིག་འཛིན་བཟུང་བཙོན་འཇུག་བྱེད་ངེས་ཡིན་པས། བོད་པའི་ནང་དུ་དཔལ་འབྱོར་གྱི་ཐོག་ནས་ནུས་པ་ཆེ་བའི་མི་སྣ་སུ་ཞིག་བྱུང་ཡང། བུར་འཇོམས་དང་གཉའ་གཅོག་ཐབས་ཁོ་ན་བྱེད་ངེས་རེད། ཉེ་བའི་ལོ་རྒྱུས་ནང་དཔེ་མཚོན་ཁ་ཤས་ཤིག་བརྗོད་ན། གྱ་སྐོར་དུང་ཕྱུར་གྱི་དྭགས་པོ་ཕྱུག་བདག་དོ་ཅེ་བཀྲ་ཤིས་འཛིན་བཟུང་བྱས་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་དང། གཟི་ཡི་གྱེར་པོ་ཚོང་དཔོན་བཀའ་མ་བསམ་གྲུབ་ལོ་བཅོ་ལྔར་བཙོན་འཇུག་བྱས་ནས་ཤི་མིན་གསོས་མིན་དུ་གྱུར་ཡོད་པ་ལྟ་བུ་རེད། འདི་ནི་བོད་མི་རིགས་ལ་དམིགས་པའི་སྲིད་བྱུས་གཏིང་ནག་པོ་ཞིག་ཡིན་པ་ལས་བོད་མི་འདི་དག་གིས་དམིགས་བསལ་ཁྲིམས་འགལ་གྱི་ནག་ཉེས་བསགས་བཞག་པ་ཞིག་མ་རེད། འདས་པའི་མི་ལོ་ཉི་ཤུ་ཙམ་གྱི་རིང་དགོན་སྡེ་ཁག་དང་བླ་སྤྲུལ་སོགས་མི་སྒེར་གྱིས་སློབ་གྲྭ་གསར་འཛུགས་བྱས་པ་མང་པོ་ཞིག་ལ། རྒྱ་ནག་གཞུང་གིས་ཁྲིམས་ཐོག་ནས་ཆོག་མཆན་སྤྲད་ཡོད་པ་དང། ཕྱིས་སུ་དེ་དག་ལ་བརྟེན་ནས་བོད་པའི་ཆོས་དང་རིག་གནས་རྒྱུད་འཛིན་བྱས་ཐུབ་ཀྱི་ཡོད་པ་མ་ཟད། བོད་པའི་བསམ་བློའི་འདུ་ཤེས་དང། རིག་གནས་ཀྱི་གོམས་གཤིས་སོགས་དམིགས་བསལ་ཡོད་པས། རྒྱ་གཞུང་གིས་སྔ་རྗེས་སུ་གྱེར་འཛུགས་སློབ་གྲྭ་འདི་དག་གིས་ཁྲིམས་འགལ་གང་ཡང་བྱས་མེད་པ་མ་ཟད། མི་མང་ཉམ་ཆུང་མང་པོ་ཞིག་ལ་ཕན་ཐོགས་ཆེན་པོ་ཡོད་ཀྱང། རེ་རེ་བཞིན་བཙན་གྱིས་གོ་རྒྱག་ཏུ་འཇུག་སོང། འདི་ཡང་བོད་མི་རིགས་རྩ་མེད་གཏོང་བའི་སྲིད་བྱུས་ཤིག་ཡིན་པ་ཚང་མས་ཤེས་རྟོགས་ཐུབ་པ་བཞིན། ད་ལན་མཐོ་སློབ་ཀྱི་རྒྱུགས་སྤྲོད་ནང་བོད་ཡིག་མེད་པ་བཟོས་པ་དང་གྲུབ་འབྲས་དང་ཤུགས་རྐྱེན་ཆེ་བའི་བོད་མི་ན་གཞོན་ཚོང་ལས་པ་རྣམས་འཛིན་བཟུང་བྱས་པ་དེ་ཡང་རྒྱ་གཞུང་གི་དམིགས་ཡུལ་དང་དམར་ཐིག་དེ་ལས་གར་སོང་བ་ཞིག་ཏུ་གྱུར་ཡོད། མདོར་ན་རྒྱ་དམར་དྲག་པོའི་གཞུང་གིས་བོད་རྩ་མེད་གཏོང་རྒྱུའི་ཁོ་ནའི་སྲིད་བྱུས་བཟུང་ཡོད་ལ། ྋགོང་ས་མཆོག་གིས་ཁྲི་སྦུག་གྱང་གསུམ་ལ་གོང་ནས་དབུ་མའི་ལམ་གྱི་སྲིད་བྱུས་བཟུང་ཡོད་ནའང། རྒྱ་གཞུང་གིས ྋགོང་ས་མཆོག་གི་སྐུ་ཚེ་ལ་ཚོད་འཛིན་གྱིས་དོན་དམ་པའི་ཡ་ལན་མ་བྱས་པ་མ་ཟད། མཚན་མོས་སྐུར་འདེབས་ཚད་ལས་བརྒལ་བ་བྱེད་བཞིན་ཡོད། ད་ལྟའི་ཆར་བོད་མི་མང་པོ་ཞིག་གིས་དབུ་མའི་ལམ་གྱི་སྲིད་བྱུས་ལ་གྲུབ་འབྲས་ཡོང་རེ་མ་མཐོང་བ་དེས། ྋགོང་ས་མཆོག་གིས་ལྷག་བསམ་རྣམ་དག་གིས ྋགོང་ཞི་ལ་ཐེ་ཚོམ་བསྐྱེད་པ་ཞིག་མིན་ཡང། དྲང་བདེན་སྤུ་རྩེ་ཙམ་མེད་པའི་རྒྱ་དམར་གཞུང་གི་ཐུགས་རྩུབ་ཅན་གྱི་སྲིད་བྱུས་དང་དམིགས་ཡུལ་ལ་བརྟེན་ནས་དབུ་མའི་ལམ་གྱི་སྲིད་བྱུས་ལ་རེ་བ་གང་ཡང་མ་མཐོང་བ་ཉག་ཅིག་ཏུ་གྱུར་ཡོད། རྒྱ་ནག་ལྟ་བུ་མ་ཡིན་པར་དྲང་བདེན་གཞིར་བཟུང་ལྷག་བསམ་རྣམ་དག་བྱེད་མཁན་གྱི་སྲིད་གཞུང་ཞིག་ཡིན་ན། ྋགོང་ས་མཆོག་གིས ྋགོང་ཞི་བཞིན་བོད་རྒྱ་ཡི་གནད་དོན་སྔོན་མ་ནས་ཐག་གཅོད་བྱས་ཟིན་ངེས་རེད།